ངའི་མིང་ལ་རྡོ་རྗེ་བཀྲ་ཤིས་ཟེར། ང་ལོ་བཅོ་ལྔ་ཡིན། ང་སྦིར་སོ་ནི་སྐྱེས་པ་ཡིན། ང་བོད་པ་སློབ་གྲྭ་ལ་མཐར་ཕྱིན་པ་རེད། སྔོན་འགྲོའི་གསུམ་པ་ནས་འགོ་བཙུགས་པ་ཡིན། གནས་འདྲེན་སློབ་གྲྭ་ལ་ང་ད་ལྟ་འཛིན་གྲྭ་བཅུ་གཅིག་པ་ཡིན། ང་སློབ་གྲྭ་ལ་ཚོང་གི་སྐོར་ལ་སྦྱང་གི་ཡོད། ནི། ཨོ། ནི་ཏན་སློབ་གྲྭ་ལ་སྐད་འདྲ་མི་འདྲ་སྦྱང་གི་ཡོད། དཔེར་ན་ནི་ཏྲི་ལན། ཨིན་ཇི། French། དང་ཇར་མན་སྐད་སྦྱང་གི་ཡོད།
ལ་སོ། དེ་ནས་ཚང་མ་ལ། མཚམས་འདྲིའི་བཀྲ་ཤིས་བདེ་ལེགས་དང་ཆབས་ཅིག་ཏུ་ང་རང་གི་སྐོར་དེ་སྲས་དངོས་སྤྲིན་མདོར་ཙམ་ཞིག་ཞུས་ན། ངའི་མིང་ལ་བཀྲ་ཤིས་ཚེ་རིང་ཟེར། དེ་ནས་ད་ང་སྐྱེས་ས་འདྲ་ཟིག་ན་ད་ང་ཚོ་བོད་ལ་ཅིག་ཡོད་གཏམ་དཔེ་ཅིག་ཡོད་རེད། མ་ཨ་མ་སྤངས་ནས་ལྟེ་ཁྲག་དམར་བོ་ས་ལ་འཐོར་ས་ལུས་ལྷུ་ཚིགས་ལང་ཚོ་གཉོམ་ལག་རྒྱས་ས་དེ་ཨ་མདོ་མཚོ་སྔོན་པོ་ཤོག་ཚིག་རེད། ཡིན་ན་ཡང་དེ་ད་མི་ཚེ་གི་ནང་ལ་ཅིག་སློབ་སྦྱོང་བྱེད་ས་འདྲ་དེ་ཚོ་ཕ་ར་ཁམས་ཕྱོགས་ས་རེད། དེ་ཁམས་ཕྱོགས་ལ་ང་འགྲོ་དགོས་ཟིག་རྒྱུ་མཚན་འདྲ་བོ་ག་རེ་ཟིག་ན་ད་ང་ཡོད་སྐབས་དེ་ང་སྐྱེས་སྐབས་ཟེར་དགོས་ན་དེའི་སྐབས་དེ་ལ་ང་ཚོ་ཨ་མདོ་མཚོ་སྔོན་པོ་ཤོག་དེ་ན་ད་བོད་ཡིག་གི་སློབ་སྦྱོང་བྱེད་ས་དེ་དཔེ་མི་སྲིད་གི་ག་ལེ་ཁག་པོ་རེད། ཉུང་ཉུང་རེད་ཁྱད་པར་དུ་ཅིག་ཅིག་གྲྭ་ས་འདྲ་དང་འདྲ་སོང་ནས་ཅིག་ཆོས་གོས་སློབ་སྦྱོང་བྱེད་ས་དུ་ཧ་ཅང་གི་དཀོན་པོ་ཅིག་རེད། དེ་རྒྱུ་མཚན་དེ་ལ་བརྟེན་ནས་ཅིག་ད་ཕ་ཁམས་ཕྱོགས་ལ་ཕར་སོང་ཟེར་རེད་ཁམས་ཕྱོགས་ལ་ཕར་འགྲོ་དུས་ད་ན་ད་ང་ལོ་བཅོ་ལྔ་འདྲ་ཟིག་ཡིན། ད་ནི་ཁམས་ཕྱོགས་ལ་ཕར་འགྲོ་དུས་ཁམས་ཕྱོགས་ནས་ཡང་ཁམས་སྡེ་དགེ་རྫོགས་ཆེན་ད་ང་འགྲོ་ས་གི་དེ་ཆོས་གྲྭ་གི་མིང་འདྲ་ཟིག་ཡིན་ན། གངས་ལྗོངས་མཁས་པའི་མགྱོགས་ནས་ཤྲི་སིང་ལྷོ་བྲག་སྲས་ཀྱི་དེ་ལ་ང་དང་པོ་ཟེར། ཞུ། དེ་ལ་ཞུགས་ནས་ད་མི་ལོ་བཅུ་གཉིས་ཀྱི་རིང་དུ་འདྲ་གཟིགས་ལ། ད་མདོ་སྔགས་རིག་གནས་དང་བྱིས་པ་སློབ་སྦྱོང་འདྲ་གཟིགས་བྱས། ད་རང་དོན་དུ་ཅིག་ཐོས་གསུམ་སྒོམ་གསུམ་གཞན་དོན་དུ་འཆད་རྩོད་རྩོམ་གསུམ་ཟེར་ན་དེ་སྲིད་ཅིག་ཚིག་མཐོན་པོ་རེད་དེ་ཡིན་ན་ཡང་གང་ལ་གང་འཚམ་ཟིག་གི་ང་རང་གི་སློབ་སྦྱོང་བྱེད་ས་ཡང་ཕར་ལ་སློབ་ཁྲིད་བྱེད་ས་དེ་འདྲ་ཟིག་གི་ད་གང་ལྟར་མི་ལོ་བཅུ་གཉིས་འདྲ་ཟིག་ད་ནས་འགྲོ་སོང། དེ་དེའི་རྗེས་སུ་ང་ཡང་རྒྱ་གར་ཅིག་སོང་རེད་ད་རྒྱ་གར་འགྲོ་ཡུལ་དུ་ད་ང་ཚོ་བོད་པ་ཚང་མ་གི། འགྲོ་དོན་འདྲ་བོ་ཟིན་ན་དམིགས་ཡུལ་ཟིན་ན་ཚང་མ་དང་གཅིག་པ་འདྲ་བོ་རེད་གོང་ས་ཐམས་ཅད་མཁྱེན་པ་གི་ཞར་གཅིག་འཇགས་རྒྱུའི་ཆེད་དུ་སོང་རེད་གོང་ས་ཐམས་ཅད་མཁྱེན་པ་གི་གསལ་ཤེལ་དུ་འཇལ་ད་ནི་ཁོང་གི་གསུང་གི་བདུད་རྩི་འཐུལ། ཁྱད་པར་དུ་སྟོང་པོ་དེ་སྔ་འགྲོ་བའི་སྐབས་ལ། སྤི་ཏི་ཟེར་གོ་ད་ལྟའི་རྒྱ་གར་ས་མཚམས་ང་ཚོ་སྤོབས་པ་དང་ས་མཚམས་དེ་དུས་འཁོར་དབང་ཆེན་དུ་སོང་སོང་བ་དེ་དུས་དེ་ན་ང། ཡ་སྐུ་མདའི་ཤར་ས་དེ་དེ་ན་ཡིན། ཐ་ན་དེའི་རྗེས་སུ་ཡང་རྒྱ་གར་བ་ཡེ་ཏི་སོགས་ལ་གནས་སྐོར་ཅིག་འགྲོ་དུས་དེ་ན་ཡང་ད་མི་གི་ཁ་ལ་ཉན་རྫས་ན་དེ་འདྲ་འདྲ་ཟེར་ནས་ད་ཡ་ཡོ་རོབ་ནུབ་ཕྱོགས་འདི་ཤ་ལྷེབ་འོང་རེད། ད་ཡོ་རོབ་ནུབ་ཕྱོགས་ལ་དང་པོ་ཡོང་བའི་སྐབས་ལ་ནི་ང་འདི་ནས་ཅིག་འདུག་རྒྱུ་གི་དམིགས་ཡུལ་དེ་འདྲ་གང་ཡང་མེད། ད་གོ་སྐྱོན་བཙུགས་ཤིག་ནས་ག་ལེ་ག་ལེ་མ་འགྲོ་རྒྱུ་གི་དམིགས་ཡུལ་དེ་འདྲ་ཞིག་ཡིན་ཏེ་ཡིན་ན་ཡང་ད་དང་པོ་དེ་འདྲ་བ་ཅིག་ཧ་གོ་གི་མ་རེད་སོ་སོ་སོ་ལ་ལམ་ཡིག་དེ་དེ་ཚོ་མེད་ཡོང་དུས་དེ་ན་འདས་ཡོང་བས་དེ་ཚོས་དེ་དུས་ཡང་འགྲོ་མི་ཐུབ་མི་འགྲོ་མི་ཐུབ་མི་འདྲ། ད་ཡང་སྐྱབས་བཅོལ་མ་ཞུས་རང་ཞུས་འདྲ་ཟིག་དེ་སྐྱབས་བཅོལ་འདྲ་ཟིག་ཞུས་ད་སྐྱབས་བཅོལ་ཞུ་ཚར་དུས་ཡུན་རིང་པོ་ཟེར་ཕར་ལོག་མ་ཐུབ་ད་མཐའ་མ་མཐའ་འཇིག་ལྟ་བུ་འདི་ལྟ་ན་མི་ཚེ་ཚང་མ་དེ་འདྲ་རྫོགས་འགྲོ་གི་འདུག་དེ་དེ་འདྲ་ཟིག་གི་ཡང་མཐའ་འཇིག་དེ་རང་གི་ད་སེམས་ཐག་ཆོད་ས་འདྲ་བོ་ད་མི་ཚེ་གང་ལྟར་འདི་ན་མ་སྐྱེས་རང་སྐྱེས་རེད་བསམ་ནས་ཡང་འདི་ན་སེམས་ཐག་བཅད་ས་འདྲ་བོ་ས་ཆ་འདི་ཞིག་ད་འདི་ན་བསྡད་ད་ནི་ཡང་ས་ཆ་འདིའི་གནས་བབ་དང་བསྟུན་ཏེ་ད་དུས་སྐབས་འདྲ་ཟིག་ན་ད་སོ་སོ་སྐྱེ་བོ་ཐ་མལ་པ་ཟིག་གི་འཚོ་བ་འདྲ་བོ་རོལ་ནས་བསྡད་འོས་ནས་ད་ལོ་རྒྱུས་དུ་མདོར་བསྡུས་པ་ཞིག་ན་འདི་འདྲ་ཞིག་རེད། དེ་ངའི་ཕ་མ་གཉིས་ཀ་བོད་པ་ར། དེ་ཅི་ནས། ང་ཕ་མེས་ཀྱི་སྐད་དེ་ང་མ་ཤེས་ན་ངོ་ཚ་ཡི་རེད་བསམ་སོང་དེ་ཕྱིན་ང་ད་ལྟ་བར་དུ་ཨུ་ཚུགས་བྱས་ནས་སྦྱངས་ཏེ། ད
ཅི་སྟངས་ང་ཚོ་ཕྱི་རྒྱལ་ལོངས་པ་ཁྱད་པར་དུ་ནུབ་ཕྱོགས་ནས་ང་ཚོའི་འཁོར་ཡུག་ཏུ་སྐད་རིགས་གཞན་པ་ད་ནི་རིག་གཞུང་ཡང་གཞན་པ་མི་རིགས་ཡང་གཞན་པ་ཡིན་ཚ་དུས་དེ་ན་བོད་ཀྱི་སྐད་ཡིག་དང་རིག་གཞུང་དེ་ཁོར་ཡུག་ཏུ་སྤེལ་མི་སྲིད་ཀི་ག་ལས་ཁག་པོ་ཞིག་རེད་ཡིན་ན་ཡང་ད་དེ་ཕ་མ་ཚོ་གི་སྤྱིར་བཏང་དུ་འགན་གཙོ་བོ་དེ་ཕ་མ་ཚོ་ལ་བབས་འདུག་བསམ་གི་ཡོད་ང་རང་བསམ་ཚུལ་འདྲ་ཟིག་ཡིན་ན་ད་ང་རང་གི་ནང་འདྲ་ཟིག་ཡིན་ན་ཅིག་ཅིག་བོད་ཡིག་གི་སྐོར་ལ་དེ་ཅིག་ཁོར་ཡིག་འདྲ་བོ་ད་ང་ལ་ཨོ་ད་དེ་ཅིག་བྱས་ན་ཡང་དེ་གལ་ཆེན་པོ་རེད་དང་པོ་ས་བྱི་བཟོ་ཡ་ཟིག་ང་འདྲ་ཟིག་ཡིན་ན་ད་བོད་ཀྱི་ཅིག་ཡོད། ད་ལྟ་ཁོ་ད་ལོ་ཆུང་བ་ཟེར་རེད་ལོ་ཆེན་པོ་རེད་ཟེར་རེད། ཡིན་ན་ཡང་ད་དེ་ལོ་ཆུང་འདི་ཟེར་གི་ཚིག་སོ་སོ་གི་བསམ་བློ་ཟིག་ལ་ཕ་མ་གི་བསམ་བློ་དང་རེ་བ་དེ་དེ་ཡིན་ཟེར་ཅིག་དེའི་སེམས་ཁ་སེམས་གི་ནང་ཟིག་ལ་ཅིག་བོད་གི་རིག་གཞུང་དང་བོད་གི་སྐད་ཡིག་དང་དེ་འདྲ་བོ་གི་བག་ཆགས་ཟིག་བཞག་ཐུབ་ན་བོད་གི་ཆོས་རིག་གཞུང་ག་འདྲ་ཡིན་ན་བག་ཆགས་ཟིག་བཞག་ཐུབ་ན་དེ་འདྲ་བོ་བསམ་བློ་ཡོད་རེད་ད་ཡིན་ན་ཡང་དེ་ཅིག་ཐབས་ཤེས་མང་པོ་ཞིག་ལ་མ་བརྟེན་ན། དེ་འཁོར་ཡིག་ཅན་གྱི་དེ་ཡང་གཅིག་ལས་སླ་བོ་ཞིག་མ་རེད། སྤྱིར་བཏང་གི་འཁོར་ཡིག་དེ་འཁོར་འཁོར་ཡིག་ཁ་ཁ་ཡིན་ས་དེ་དེ་འདྲ་ལ་ཡང་དེ་ཚད་དཀའ་ལས་ཁག་པོ་རེད་ད་ཡིན་ནའང་ད་ང་རང་གི་ག་འདྲས་བྱེད་ཀྱི་ཡོད་ཟེར་ན་ཅིག་ད་ཆུང་ཆུང་ཡིན་དུས་དེ་འདྲ་བོད་སྐད་དུ་བཟོ་ས་གཙོ་བོ་ཅིག་སྒྲུང་མང་པོ་ཀློག་ཡ་འདྲ་བོ། ད་ནི་ཡང་ཅིག་ཁྱིམ་བཅུ་ཀེར་གྱི་ཁྱིམ་ལ་སླེབས་འོང་དུས་དེ་འདྲ་ཅིག་ནང་ནས་ཡང་ཅོག་ཙེ་ཡིན་ན་ད་གཉིད་ས་ཡིན་ན་དཔེར་ན་ཐབ་ཀ་ཡིན་ན་སྒམ་ཡིན་ན་དེ་སོ་སོ་ཚང་མ་གི་སྟེང་ལ་དེ་གི་མཐར་སྙིལ་བ་བྲིས་ནས་བརྒྱར་དེ་ཉིད་མ་བརྟག་པར་ང་ཚོ་གི་སྐད་ཆ་བཤད་ན་ད་བོད་སྐད་མ་གཏོགས་ཙ་ནི་བཤད་ཆོག་གི་མ་རེད་ཟེར། བོད་པའི་འདི་ད་ལྟ་ཡིན་ན་དེ་འདྲའི་ནང་ལ་ཡར་འཛུལ་ནས་བཟུང་སྟེ་ང་ཚོ་སྐད་གཞན་པ་སྐད་རིགས་གཞན་པ་ཅི་ཡང་བཤད་ཆོག་གི་མ་རེད་ཤེས་ནའང་བཤད་ཆོག་གི་མ་རེད་འདི་ང་ཚོ་བོད་པ་ཡིན་ན་ཁྱོད་ཞི་ལོག་ལ་འགྲོ་ཅིག་ལྟ་ན་ཤེས་རྒྱ་རེད་ཡིན་ནའང་ཁོང་པ་སྒོ་ཐེམ་ནས་ཡར་བུད་ཚར་ཅིག་ལྟ་འདིའི་ནང་དུ་ང་ཕ་མ་གཉིས་ཀ་དེ་བོད་པ་གཙང་མ་རེད་ཁྱོད་རང་ཡང་བོད་པ་གཙང་མ་ཡིན་དགོས་རེད་དེ་འདི་ལྟར་ང་ཚོ་བོད་སྐད་མ་གཏོགས་ས་ནས་བཤད་ཆོག་གི་མ་རེད།

འབྲེལ་བ་ཟེར་རྒྱུ་དེ་ད་ལྟ་གི་དུས་འདི་ལ་ང་ཚོས་བཟུང་དགོས་རེད་མ་གཏོགས་མ་འོངས་པ་ལ་འདི་ཕ་རིང་རིང་ཡོད་རོགས་རེད། དེ་ཕ་མ་དང་བུ་རྒྱུད་བར་གྱི་འབྲེལ་བ་ཟེར་རྒྱུ་དེ་ག་འདྲས་བཟུང་དགོས་ཟེར་ན་ང་ཚོས་ཕན་ཚུན་སྐད་ཆ་བཤད་དགོས་དེ་གལ་ཆེན་པོ་རེད། ཕ་མ་ལ་ཉན་འདོད་ཕ་མ་ལ་ཉན་ན་དེ་ན་མང་པོ་ཞིག་སྦྱང་ཡ་ཡོད་རེད་ཁྱེད་ཚོ་ལ་ཡང་ཕ་མ་ཁོ་རང་གི་རིག་གཞུང་དེ་ཁོ་བོད་ཀྱི་རིག་གཞུང་ཡིན་དེ་དེ་ན་ད་རིག་གཞུང་གི་ནང་ན་མཚམས་མཚམས་རིག་གཞུང་ཟེར་རྒྱུ་དེ་ལ་བང་ཤ་ཡང་ཡོད་རེད་གླང་ཤ་ཡང་ཡོད་རེད་དེ་ཡིན་ནའང་དེའི་ནང་ན་ཁྱོད་གླང་ཤ་ཡང་མང་པོ་ཞིག་ཡོད་རེད་དེ་ཡིན་དུས་དེ་ན་ང་ཚོ་ནམ་རྒྱུན་གྱི་སྐད་ཆ་བཤད་རྒྱུ་དང་བོད་སྐད་བཤད་རྒྱུ་དང་ན་སྒྲུང་བཤད་རྒྱུ་དང་བོད་ཀྱི་སྒྲུང་དེ་འདྲ་བཤད་ཡག་དང། དེ་བཞིན་དུ་ད་རུང་ཅིག། ད་ནམ་རྒྱུན་གྱི་ཅིག་དྲི་བ་དྲིས་ལན་དེ་སོགས་ཡོད་ན་ཡང་ངས་བོད་ལ་དེ་ལབ་གི་ཡོད། ཁྱོད་དྲི་བ་དྲིས་ལན་ག་རེ་ཡོད། ཁྱོད་རང་ཁྱད་པར་དུ་ཁྱོད་རང་བོད་ཀྱི་སྐོར་ལ་དྲི་བ་དྲིས་ལན་འདྲ་ཡོད་བས་ཆོས་ཀྱི་སྐོར་ལ་དྲི་བ་དྲིས་ལན་ཡོད་བས་དེ་སོགས་ཡོད་ན་ང་ཚོ་ལ་དྲི་དགོས་རེད། ད་ལྟ་ང་ཚོ་ཁྱེད་ཚོ་གི་དགེ་རྒན་ཉན་གི་རེད། མ་འོངས་པ་ལ་ཁྱེད་ཚོ་དགེ་རྒན་དཀོན་པོ་ཡིན་རེད། དེ་གོ་སྐབས་བཟང་པོ་རེད། ནམ་རྒྱུན་ངས་སྐད་ཆ་དེ་འདྲ་བོ་བཤད་གི་ཡོད། ད་དེ་འདྲ་འདྲ་ཡིན་ཕ་ཕྱིར་ཅིག་ནང། བོད་ཀྱི་ཨོ་དེ་ད་སྔོན་དཔེ་ན་ཡང་འདི་འདྲ་བ་ཡང་ངེས་ཤིག་ཡོད། དེ་ཚེ་རྟ་གླིང་གེ་སར་གི་སྒྲུང་དུ་སོང་ང་ཚོ་ཕ་ཡིན་ན་དེ་འདྲ་ཅིག་ལམ་སྲོལ་འདྲ་བོ་ལུགས་སྲོལ་འདྲ་བོ་དེ་འདྲ་ཞིག་ཡོད་རེད། རྟ་གླིང་གེ་སར་གི་སྒྲུང་འདྲ་ཞིག་ན་དཔེ་དེབ་དེ་ཕ་ཁ་ཞིག་ནས་ད་དེའི་ནང་ན་སྒྲུང་སྒྲུང་ལི་ཞིག་ཡོད་ན་སྒྲུང་ལི་དེ་ནི་སུ་རེད་འདུག་ད་དེའི་སྒྲུང་བཤད་མི་དེ་སྒྲུང་བཤད་མི་དེ་གླིང་མི་ཟིག་རེད་ཟེར་ན་ཨ་ད་དེ་ཁྱོད་རང་ད་རེས་ཁྱོད་རང་ཅིག་བསོད་ནམས་ཡོད་སོང་ཁྱོད་རང་ད་རེས་ཡིན་ན་ཅིག་ལམ་འགྲོ་རྒྱུག་ས་རེད་ཁྱོད་ལས་ཀ་ལས་ན་ང་ཚོ་དེ་འདྲ་བཤད་སྲོལ་ཡོད་རེད། ད་དེ་ནས་ཡང་ཅིག་གཞན་པ་ཅིག་ཧོར་དང་བདུད་ལ་སོགས་པ་དེ་འདྲར་བསད་དེ། ཨཱ་ད་རེས་འུ་གཉིས་ཡག་ཤོས་དེ་ང་རེད་ཟེར། དེ་ཀློང་སྒྲུང་དེ་ཁ་ཤས་ཡོང་དུས་དེ་ན་ད་སོ་སོ་ལ་ཕར་ཀློག་ཅིག་ད་དེའི་ཚེ་ཅིག་ཀློག་ཡ་དེ་ལ་ཡར་རྒྱས་འགྲོ་བའི་ཆེད་དུ་ཡང་དེ་འདྲ་འདྲ་ཡང་བཤད་ཀྱི་ཡོད། ད་ཕར་ཕྱིར་དེ་འདྲ་འདྲ་རེད། ནས་དཀའ་ངལ་དེ་སུ་འཕྲད་སོང་ག་ཇི་ཟེར་ན་ང་ད་ལྟ་ཤེས་བྱ་ལུང་པ་ལ་བྱས་པ་ར། ནི། ངའི་ཁོར་ཡུག་ལ་བོད་སྐད་ཤེས་མཁན་མང་པོ་མི་འདུག་ནི་ང་རང་ག་རེ་ལོ། བོད་ཡིག་བོད་སྐད་ཤེས་ཡག་གི་གོ་སྐབས་དང་དུས་ཚོད་རག་མ་སོང། དེ་འདྲའི་མང་པོ་རག་མ་སོང། ངས་དེ་བཞིན་དཀའ་ངལ་ཁྲོད་སོང། དེ་ཡིན་ན་ཡང་ང་ད་ལྟ་སློབ་གྲྭ་ཚར་ནས་རྗེས་ལ་ང་ནང་སླེབས་དུས་སྐབས་ལ་ང་ཕ་མ་མཉམ་དུ། བོད་སྐད་ག་ཚད་ཤེས་ཐུབ་ན་བཤད་ཡི་ཡོད། ནས་ཚིག་འདྲ་བོ་གོ་མ་ཚུད་ན་ངས་ངའི་ཕ་མ་ལ་སྐད་ཆ་དྲིས་ཡི་ཡོད། ངས་ལྟར་ན་བོད་སྐད་བཤད་ཡ་གལ་ཆེན་པོ་རེད། ག་ཅིག་ཟེར་ན་དཔེར་ན་ང་བོད་སྐད་ཡག་པོ་བཤད་མ་ཐུབ་ན་ངའི་ཕ་མ་མཉམ་དུ་སྐད་ཆ་ཡག་པོ་བཤད་ཐུབ་ཡི་མ་རག་ཁོང་ཚོ་མགོ་ཚུད་ཡི་མ་རེད། ནི་ངས་མཚམས་མཚམས་གོང་ས་མཆོག་གི་བཀའ་སློབ་གནང་ཡ་དེ་མཚམས་མཚམས་ཉན་གྱི་ཡོད། ནི་ང་ཚང་མ་འགོ་མ་ཚུད་ན་ཡང་བཤད་ཁ་འགོ་ཚུད་ཡི་འདུག་ནི་དེ་བྱས་ཕན་ཕན་གྱི་འདུག་ནི་ང་ཚོ་སྐད་ཡིག་ནང་ལ་སེམས་པ་བཟང་པོ་བྱེད་ཡ་དང་གུས་ཞབས་བསྟན་ཡ་དེ་འདྲ་འདྲ་བ་མང་པོ་ཡོད་རེད། ནི་དབྱིན་ཇི་དེ་ཚོ་ལ་དེ་འདྲའི་མང་པོ་ཡོད་མ་རེད་དེ་བྱས་ནི་ཁྱེད་ང་ཚོ་གི་སྐད་ཡིག་གལ་ཆེན་པོ་རེད་བསམ་གྱི་འདུག། བོད་ལ་བོད་ཀྱི་སྐད་ཡིག་དང། ད་སྐད་དང་རིག་གཞུང་ཟེར་ན་སྐད་དང་ཡི་གེ་ཟེར་ན་དེ་གལ་ཆེན་པོ་ཡིན་པ་དེ་ད་ངོ་སྤྲོད་བྱེད་རྒྱུ་དེ་དཔེ་མི་སྲིད་གལ་ཆེན་པོ་རེད་ང་རང་གི་ཡང་ཅིག་ང་རང་གི་ཅིག་བ་རྩལ་ཐུབ་ཚོད་ཟེར་ན་ང་རང་གི་ཤེས་ཚུལ་གྱི་སྒོ་ནས་ཅིག་ཐབས་ཤེས་ག་དྲག་གང་དྲག་གི་སྒོ་ནས་བོད་ལ་དེ་ངོ་སྤྲོད་བྱེད་ཀྱི་ཡོད་ཡིན་ནའང་དེ་ངས་ངོ་སྤྲོད་བྱེད་ཡ་དེ་ལ་ཞེས་ད་ཁ་ཕྱོགས་ཟིན་ན་སྡེ་ཚན་ཟིན་ན་བརྗོད་བྱ་ཟིན་ན་ཧི་ཉིའི་གི་སྒོ་ནས་ནམ་རྒྱུན་ངས་དེ་ངོ་སྤྲོད་འདྲ་བོ་བྱེད་གི་ཡོད་ང་ཚོ་བོད་ཀྱི་སྐད་དང་རིག་གཞུང་ཟེར་རྒྱུ་དེ་ཁྱད་པར་དུ་བོད་ཀྱི་ཡི་གེ་ལ་སོགས་པ་འདི་གལ་ཆེན་པོ་ཡིན་པ་དེ་དེ་ད་བརྗོད་བྱ་གཉིས་ཀྱི་སྒོ་ནས་ངས་ངོ་སྤྲོད་བྱེད་གི་ཡོད་ཟེར། ངོ་སྤྲོད་དང་པོ་དེ་ངས་ག་རེ་བྱེད་གི་ཡོད་ཟེར་ན། ད་ང་ང་ཚོ་ཡིན་ནམ་མིན་ན་མིའི་རིགས་ཟིག་ཡིན་ནས་བཟུང་སྟེ་ང་ཚོ་མིའི་རིགས་འདི་ལ་རང་རང་གི་རིག་གཞུང་ཅིག་ཡོད་རེད་ཟེར། རིག་གཞུང་ཟེར་གྱི་དེ་ནང་ལ་ཅིག་འགའ་རེའི་བླང་བྱ་ཡོད་རེད་འགའ་རེའི་དོར་བྱ་ཡོད་རེད་འགའ་རེའི་རིག་གཞུང་དེ་དངོས་གནས་གི་ཅིག་རིན་ཐང་ཅན་མི་རབས་ནས་མི་རབས་ལ་ཉར་འགྲོ་ནས་ཉར་འདུག་དགོས་རྒྱུ་ཅན་དེ་འདྲ་རིན་ཐང་ཅན་ཡང་ཡོད་རེད། འགའ་རེའི་དེ་རིག་གཞུང་དེ་འོ་ད་འདི་རིག་གཞུང་འདི་དངོས་གནས་ཅིག་ཡག་པོ་ཞིག་རེད་མི་འདུག་ཡ་འདི་མེད་ན་དགའ་གི་སང་སང་ཕ་སྤང་བྱ་དེ་འདྲ་ཡང་ཡོད་རེད། གང་ལྟར་རིག་གཞུང་ཟེར་གྱི་ཡུལ་ནས་བཟུང་དེ་རིག་གཞུང་དེ་གི་རྩ་བ་དེ་ག་རེ་ལ་ཐུག་ཡོད་ལེ་ཟེར་ན། དེ་མི་རིགས་དེ་གའི་སྐད་ཡིག་དེ་ལ་ཐུག་ཡོད་རེད། མི་རིགས་དེ་གའི་སྐད་ཡིག་དེ་མེད་ཚར་ན་མི་རིགས་དེ་གའི་རིག་གཞུང་དེ་རིམ་གྱིས་རིམ་གྱིས་བརླག་འགྲོ་ཡོད་རེད། དེ་ཡིན་དུས་ལྟར་ན་ང་ཚོ་ད་བོད་པ་རེད་ཕ་མ་བོད་པ་བུ་ག་བོད་པ་ཡིན་དུས་ལྟར་ན་ང་ཚོའི་རིག་གཞུང་དེ་ག་རེ་ཡིན་ན་བཟང་ན་ངན་ན་དེ་རིག་གཞུང་གི་རྩ་བ་དེ་རང་གི་སྐད་ཡིག་དེ་ལ་རག་དགོས་ལེ་ཡོད་རེད། དེ་ཕྱིར་ན་ང་ཚོའི་སྐད་ཡིག་དེ་བོད་མི་ཞིག་གི་གལ་ཆེན་པོ་རེད་ཟེར་དང་པོ་ངས་བརྗོད་བྱ་གཅིག་གི་སྟེང་ནས་དེ་འདྲའི་ཞིག་ངོ་འཕྲད་བྱེད་ཀྱི་ཡོད། དེ་ནས་བརྗོད་བྱ་གཉིས་པ་སྟེང་ནས། དེ་རིང་ནམ་མཁའ་ང་ཚོ་འདམ་བུ་ལང་ས་གང་གོ་ལ་ལྡུམ་བུ་འདིའི་སྟེང་ནས་ཅིག་མཁས་པ་ཆེན་པོ་ཉམས་མྱོང་ཅན་དེ་ནས་ཚན་རིག་པ་ཆེན་པོ་ད་མི་སྔོན་ཐོན་དེ་འདྲ་མང་པོ་ཞིག་གི་ང་ཚོའི་སྐད་དང་རིག་གཞུང་ཟེར་ན་ད་སྐད་ད་ཅང་ཧ་ཧ་གོ་གི་མེད་དེ་ཡིན་ནའང་ང་ཚོ་བོད་པ་གི་རིག་གཞུང་ཟེར་རྒྱུ་དེ་ཁྱད་པར་དུ་ང་ཚོ་བོད་པ་ད་བོད་པའི་ནང་ཆོས་དེ་བོད་པའི་རིག་གཞུང་འདྲ་བའི་ཆགས་འོག་རེད་དེ་ལ་དཔེ་མི་སྲིད་གི་གདེང་འཇོག་ཚད་མཐོན་པོ་བྱེད་གི་ཡོད་རེད་ཟེར། དེ་ཅིག་གདེང་འཇོག་བྱེད་མཁན་དེ་ད་ག་ནམ་རྒྱུན་གྱི་ཅིག་གྲོང་ཁྱེར་ནང་ན་འགྲོ་འདུག་མི་གཅིག་གཉིས་གདེང་འཇོག་བྱེད་ཀྱི་ཡོད་མ་རེད། ཡོན་ཏན་ཡོད་མཁན་དང། ཉམས་མྱོང་ཡོད་མཁན་དང་མི་སྐད་གྲགས་ཅན་དེ་སུ་བོད་མི་ཟིག་གི་གདེང་འཇོག་བྱེད་ཀྱི་ཡོད་རེད། དེ་རྩ་བ་ཆེན་པོ་ཞིག་ཡིན་ནི་རྟགས་ཡིན་ནི་རེད། དེ་འདྲ་ཟིག་གི་དཔེ་ཆགས་བྱུང་ན་ད་ང་སོ་གོང་ས་ཐམས་ཅད་མཁྱེན་པ་མཆོག་ལ་བསམ་བློ་ཟིག་གཏང་ན་གོང་ས་ཐམས་ཅད་མཁྱེན་པ་འཛམ་བུ་གླང་ན་ག་འདྲ་གི་སྐད་གྲགས་ཆེན་པོ་ཞིག་འདུག། ས་ཆ་ག་བ་ཕེབས་དགོས་ན་དེའི་ས་ཆ་དེ་ལ་འགུལ་སྐྱོད་རྒྱབ་འགྲོ་གི་ཡོད་རེད། གོང་ས་མཆོག་གི་ཁོང་གི་གསུང་གཅིག་གིས་འཛམ་བུ་གླིང་གི་མི་མང་པོ་ཞིག་གི་སེམས་ཁུངས་ལ་ཉེར་བ་ཐེབས་འགྲོ་གི་ཡོད་རེད། དེ་འདྲ་གི་སྐད་གྲགས་ཆེན་པོ་ཆགས་ཚུལ་དེ་ག་འདྲས་རེད་གོང་ས་དམ་ཅན་མཁྱེན་པ་མཆོག་རྐང་རྩེད་སྤོ་ལོ་ཚུལ་ནི་སྐད་གྲགས་ཆེན་པོ་ཆགས་ཡ་མ་རེད། གཞི་བཏང་ནས་སྐད་གྲགས་ཆགས་ཡ་མ་རེད། ཁོང་སྐད་གྲགས་ཆགས་ཡ་དེ་ག་རེ་གི་ཡོད་རེད་ཟེར་ན་ད་ང་ཚོ་ཅིག་ནམ་རྒྱུན་གི་ཐ་མལ་པ་གི་གར་སྐད་འདྲ་བོ་བཤད་ཟེར་ན་ལུས་ངག་ཡིད་གསུམ་ད་གང་ཟག་ཐམས་ཅད་མཁྱེན་པ་མཆོག་འདྲ་ཟིག་ཡིན་ན་ང་སོང་ཅིག། ད་སྐུ་གསུང་ཐུགས་ཟིག་དེ་འདྲས་སུ་ཡར་ན་འགྲིག་གི་དེ་གང་ལྟར་ད་དོན་དག་གཅིག་པ་རེད། ང་ཚོ་བོད་མི་རིགས་ཀྱི་ད་གང་ཟག་ཐམས་ཅད་མཁྱེན་པ་ཟེར་གྱི་དེ་སྤྱན་རས་གཟིགས་ཀྱི་དྲིལ་བ་རེད་དེ་འདྲས་བཤད་དགོས་རེད་ཡིན་ན་ཡང་ད་དེ་ཆོས་ལུགས་ཀྱི་བཤད་སྟངས་གཅིག་རེད། དེ་བྱུང་བ་ལ་ང་ཚོ་བསམ་བློ་མ་བཏང་ན་ཡང་འཛམ་བུའི་གླིང་གི་ནང་ནས་ཆོས་ལུགས་ཀྱི་གཞན་པ་ཡིན་ན་ག་འདྲས་ཀྱི་རིན་ཐང་ཅན་དུ་བརྩི་གི་འདུག་དེ་རིན་ཐང་དུ་ག་ནས་ཡོང་དགོས་རེད་ཟེར་ན་གང་ཟག་ཐམས་ཅད་མཁྱེན་པ་མཆོག་ཁོང་རིགས་ཀྱི་དཔེ་ན་ད་ལུས་ཀྱི་སྒོ་ནས་ང་ཚོ་འདྲ་རིགས་ན་ད་ལུས་ཟེར་སྒོར་ད་གོང་ས་ཐམས་ཅད་ཡིན་པ་ལ་བཤད་ཟེར་གྱི་ན་ང་ཚོ་སྐུ་ཟེར་སྒོར་དེ་ཡིན་ན་དེང་གི་ཞབས་སྤྱོད་མཛད་སྤྱོད་ད་ནི་གསུང་གི་བདག་རྩི་དཔེ་ན་གསུང་གི་གདམས་ངག་དེ་བཞིན་དུ་ད་ནི་ཐུགས་འདྲ་རིགས་ན་ཐུགས་ཀྱི་བྱམས་སེམས་སྙིང་རྗེ་དེ་ལ་བརྟེན་ནས་གོང་ས་ཐམས་ཅད་ཡིན་པ་ཆོག་སྟེ་འདི་འདྲ་བའི་རིན་ཐང་ཆེན་པོ་དང་སྐད་གྲགས་ཆེན་པོ་ཅང་བ་རེ་འཛམ་བུ་གླང་གི་སྟེང་ན། ད་ལྟའི་ག་ནས་ཡོང་ཟེར་ཟེར་ན་གོང་ས་ཐམས་ཅད་མཁྱེན་པ་མཆོག་སྟེ། ནང་པ་སངས་རྒྱས་པ་གི་ཆོས་ཉམས་ལེན་ག་འདྲས་ཡོད་པ་ཤེས་ཀྱི་ཡོད་པ་དེ་ལྟར་དུ་སོང་ནས་འདི་འདྲ་སྐད་གྲགས་ཆེན་པོ་ཆགས་རིགས་མ་གཏོགས་བཀའ་སྲུང་ནང་པ་གི་ཆོས་ཤེས་ཀྱི་དེ་རྩ་བ་ནས་མེད་ན་གོང་ས་ཐམས་ཅད་མཁྱེན་པ་མཆོག་སྟེ་ང་ཚོ་གི་རྒྱལ་པོ་ལྟ་བུ་ཞིག་ཡིན་ན་དེང་སང་གི་འཛམ་བུ་གླང་གི་འགྲོ་སྟངས་ཡིན་ན། རྒྱལ་ཁབ་ཅིག་གི president འདྲ་ཞིག་ཡིན་ན་དེ་ཙམ་གི་རིན་ཐང་ཆེན་པོ་ཡིན་གྱི་མ་རེད། གཅིག་བྱས་ན་སྐད་གྲགས་ཆེན་པོ་ཞིག་ཡོད་སྲིད་པ་རེད་དེ་ཡིན་ནའང་དེ་ཙམ་གྱི་རིན་ཐང་ཆེན་པོ་ཞིག་ཡིན་གྱི་མ་རེད། དེ་ག་ནས་ཡོང་ཟེར་ན་གཙོ་བོ་དེ་ནང་ཆོས་ནས་བྱུང་གི་འདུག་བསམ་གི་ཡོད། ད་ནང་ཆོས་ནས་བྱུང་གི་ཡོད་དུས་ད་ང་ཚོའི་སྐད་ཡིག་འདི་བོད་པ་ཟེར་ནས་ང་ཚོ་བོད་པ་ཟེར་གི་བོད་ཀྱི་སྐད་ཡིག་འདི་ནང་ཆོས་ལ་མཚོན་ན་འཛམ་བུའི་གླིང་གི་སྟེང་ནས་ད་ཆེས་གལ་ཆེན་པོ། ནང་ཆོས་དེ་ཆེས་རྒྱ་ཆེན་པོ་ཅིག་འདུག་བསམ་པོ་ཤེས་དགོས་ན་ང་ཚོ་བོད་ཀྱི་སྐད་ཡིག་སྟེང་ན་ཡོད་མ་གཏོགས་སྐད་ཡིག་གཞན་པ་གཅིག་གི་སྟེང་ན་ཡང་ཡོད་མ་རེད་ཟེར་སེམས་ཐག་ཆོད་པོ་སྒོས་ནས་ང་ཚོས་བཤད་ཐུབ་ཀྱི་རེད། སྐད་ཡིག་གཞན་པ་ལྟ་ན་མང་པོ་ཞིག་བསྒྱུར་ཡོད་རེད་ཡིན་ན་འདི་འདྲ་བོ་གདངས་ཟབ་མོ་དང་རྒྱ་ཆེན་པོ་ཞིག་ཡོད་མ་རེད་འདི་ང་ཚོ་བོད་ཀྱི་སྐད་ཡིག་སྟེང་ན་ཡོད་ཀྱི་ཡོད་རེད། དེ་ཡིན་དུས་ལྟ་ན་ད་ལྟ་ང་ཚོ་བོད་ཀྱི་རིག་གཞུང་གི་ནང་ནས་ནང་ཆོས་ཟེར་གྱི་དེ་ལ་གདངས་འཇོག་ཚད་མཐོན་པོ་ཞིག་གོ་ལ་བདུན་པོ་སྟེང་དུ་བཞག་གི་ཡོད་རེད་དེ་མ་འོངས་པ་ལ་གཅིག་བྱས་ན་ང་ཚོའི་སྐད་ཡིག་འདི་ལ་ཡང་གདངས་འཇོག་ཆེན་པོ་ཞིག་བཞག་མི་སྲིད་པ་མ་རེད། ག་རེ་ཟེར་ན་དེ་ང་ཚོའི་སྐད་ཡིག་འདི་དང་བསྟུན་ནས་དེ་ནི་ནང་ཆོས་ཟེར་གྱི་དེ་འབྲེལ་བ་ཆེན་པོ་ཞིག་ཡོད་དུས་ལྟ་ན་འདི་སྐད་ཡིག་གཞན་དང་མ་འདྲ་བ་ཞིག་ང་རང་གིས་བཤད་ན་དཔེ་མི་སྲིད་གི་གལ་ཆེན་པོ་ཞིག་བསམ་གི་ཡོད། ད་དེ་འདྲའི་བཟོ་ངེས་ཅིག་ངོ་འཕྲད་དེ་འདྲ་བོ་ཅིག་ཁ་ཕྱོགས་གཉིས་སད་གོ་ནས་དེ་ལྟར་ནི་བཤད་གི་ཡོད་ལ། དེ་ང་བོད་སྐད་ཤེས་ནས་ང་ད་ལྟ་ཕ་མ་དང་གྲོགས་པོ་ཚང་མ་ཡང་དེ་སྐད་ཆ་ཡག་པོ་བཤད་ཐུབ་ཡོད་ད། ནི་ད་དུང་གོང་ས་མཆོག་གི་བཀའ་སློབ་གསར་པ་འདྲ་བ་ཞིག་སོང་ན་ང་མཚམས་མཚམས་ཉན་གི་ཡོད། ནི་ཚང་མ་སྒོ་མ་ཚུད་ན་ཡང་ཕྱེད་ཀ་སྒོ་ཚུད་ཡི་འདུག་ཨཱ་ནི་དེ་ཉན་ཡ་སྐྱིད་བོ་འདུག་ཨཱ་ནི་ཕན་ཐོགས་ཀྱི་འདུག་ཨཱ་ནི་སྤོ་བ་འདུག་ག་ཇི་ཟེར་ན་ང་ཕ་མ་ཉན་དེ་སྐད་ཆ་བཤད་ན་ཁོང་ཚོ་ང་གོ་བརྡ་འཕྲོད་ཡི་རེད་གྲོགས་པོ་ཉན་དེ་སྐད་ཆ་བཤད་ན་གོ་བརྡ་འཕྲོད་ཡི་རེད་ཨཱ་ནི་བུ་ཁ་ཤས་ཀྱིས་དེ་ཁོང་ཚོ་བོད་སྐད་ཡག་པོ་བཤད་ཡི་མི་འདུག་ཁ་ཤས་ཀྱིས་ཅེས་བཤད་ཡི་མི་འདུག་ཨཱ་ནི་ང་དེ་འདྲའི་དགྲ་བོ་ད་མ་རེད་ཨཱ་ནི། ང་ཁྱི་པ་ཡང་མ་རེད། འདི་ག་རེ་ལོ། ཕ་མ་ཡིན་དུས་སྐད་ཆ་བཤད་དུས་ཡི་རེད།
ཨེ། ད་བོད་ཡིག་ཏུ་སྦྱོང་ཡ་ན་ཐབས་ཤེས་འདྲ་བོ། ད་ང་རང་གི་བསམ་ཚུལ་འདྲ་ཟིག་ན་ཏེ། དེ་སྲིད་སུ་བོད་ཆུང་ཆུང་ཡིན་དུས་དང་ན་ལ་ཡ་དེ་སུ་ཆེན་པོ་ཆགས་དུས་དང་ན་ལ་ཐབས་ཤེས་དེ་ཁ་ཁ་ཟིག་དགོས་ས་གི་དེ་སྲིད་སུ་ཅིག་མ་འདྲ་བ་དགོས་འདུག་ཏེ་བསམ་གི་ཡོད། ད་ང་རང་གི་ཉམས་མྱོང་གི་སྟངས་ནས་བཤད་ན་ད་ངས་བོད་ཆུང་ཆུང་ཡིན་དུས་དང་ན་བཙོང་པོ། ད་ཅིག་ཀ་ཁ་ཀ་ང་ནས་སྦྱོང་དུས་དང་ན་ད་དེ་དེའི་སྐབས་ན་དཀའ་ལས་བྱེད་གྲགས་མི་འདུག། ད་ཡིན་ན་ཡང་དེའི་སྐབས་ལ་དེ་ཚིག་མང་པོ་ཞིག་སྦྱང་དགོས་དུས་ད་ཚིག་མང་པོ་དུ་ད་ཚིག་རེ་རེའི་ཁ་ལ་ཚུར་བླངས་ནས་ཚིག་ག་རེའི་གལ་ཆེན་པོ་ཡིན་ན་དེ་ཡང་ནས་ཡང་དུ་ཡང་ནས་ཡང་དུ་དེའི་བརྗོད་བྱ་དེའི་སྐོར་ལ་སྐད་ཆ་མང་པོ་བཤད་དེ་ཡང་ནས་ཡང་དུ་དེ་དང་མཉམ་དུ་ད་ནི་རྩེད་མོ་ག་རེ་རྩེས་ནས་ཡང་ཚིག་དེ་དང་འབྲེལ་བ་ཡོད་པ་གི་རྩེད་མོ་དེ་ནས་ཟིན་ནས་ཅིག་ཡར་རྒྱས་འདྲ་འདྲ་གཏོང་ཡིན། ཐོས་མཐའ་ཞབས་ཀྱི་ཐོས་མཐའ་སྦྱིན་པའི་ཚེ་མཐའ་ན་རུ་ཐོས

རྡོའི་ཁྱིམ་གཟིགས་རེ་འོང་དུས་ད་ངས་ཐབས་ཤེས་འདྲ་བོ། ད་ཕར་ཅིག་ཉིན་གྱི་གློག་ཡར་དུ་སོང་ཅིག་ཡག་པོ་ཤེས་གཟིགས་ལ། ད་ཕར་ནོར་འགྱིག་ལ་དེ་ཚེ་སྨུག་པ་མི་འདུག་བོད་སྐད་དུ་གསོལ་ལ། ད་ག་འདྲས་བྱེད་དགོས་སུ་བསམ་བློ་ཁ་ཤས་བཏང་གཟིགས་ཏེ། ད་ཅིག། ཐབས་ཤེས་གཞན་པ་ཟིག་མ་བསྐྲུན་ན་ཁྱོད་ཡིག་གི་གློག་ཟིག་ཨུ་ཚུགས་བརྒྱབ་བསྡད་ན་དེ་ཚེ་ནོར་འུ་འདུག། ད་ནི་ངས་ག་འདྲས་བྱེད་ཡོད་ཟིག་ན་ད་ད་ཁྱོད་རང་ཉི་མ་རེ་རེར་སྒྲོལ་མ་ཚར་རེ་རེ་གཉིས་རེ་འདོགས་ཤོག་ཟིག་ཁྱོད་སྒྲོལ་མ་ཚར་གཅིག་འདོགས་ན་ངས་སྒོར་མོ་གཅིག་སྤྲད་གི་རེད་ཟིག། དེ་འདྲའི་བྱས་ནས་དེ་སྒྲོལ་མ་འདྲ་བའི་ན་ཚའི་ཚར་ལྔ་བཅུ་དྲུག་ཅུ་ཚར་བརྒྱ་དེ་འདྲ་ཧ་ལམ་སྒྲོལ་མ་བློ་ལ་འགྲོ་མི་རེ་སོང་བ་དེ་འདྲ་བོ་ཟིག་དེ་འདྲ་ངན་པ་སྤྲད་ཀི་སྤྲད་ཀི་ད་ཐབས་ཤེས་དང་པོ་བོད་ཆུང་ཆུང་ཡིན་དུས་དེ་ན་ད་གཙོ་བོ་ཆེ་བ་ཟིག་དེ་འདྲས་ཞིག་སྤྲད་ཡིན་དེ་ནས་དེ་བཞིན་དུ་ཅིག་ད་ང་ཚོ་སྔོན་མ་དེ་ནད་ཡམས་ཀི་སྐབས་འདྲ་ཟིག་ཡིན་ན

སྒྲུང་འདྲ་བོ་གེ་སར་གྱི་སྒྲུང་འདྲ་བོ་མཚམས་མཚམས་ལ་ཡང་སྟོན་པ་རྫོགས་པ་སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་ཐར་འདྲ་བོ་དང་དེ་འདྲ་བོ་ཅིག་ད་ལྟ་དེ་འདྲ་བོ་ཨོ་དེར་དེ་འདྲ་ད་གསལ་དེར་ཡང་གསལ་འདུག་ཨོ་དེར་ཡང་གསལ་འདུག་དེ་འདྲ་བོ་འདུག་བ་དེ་འདྲ་ཞིག་ཆ་ཚང་ཟིག་རོགས་དེ་ཆ་ཚང་ཟིག་ང་ཚོ་ཉི་མ་རེ་རེ་འདི་ཡིན་ཕྱི་མ་ཡིན་ངས་བལྟ་དགོས་རེད་ཟིག་སངས་རྒྱས་བཅོམ་ལྡན་འདས་དེ་ང་ཚོ་ལ་དཔེ་མི་སྲིད་སྐར་ཆེན་པོ་ཅིག་ཡིན་ལེ་རེད་འདིའི་རྣམ་ཐར་དེ་ཁྱོད་རང་ཧ་གོ་དགོས་རེད་མ་གཏོགས་མ་ཤེས་ན་སློབ་གྲྭ་ནང་ལ་འགྲོ་དུས་དེ་འདྲ་ཁྱོད་ཚོ་དྲི་བ་དྲག་གི་འདུག་ག་ཟིག་ཆོས་ལུགས་ཀྱི་སྐོར་ན་ད་འདི་འདྲ་ཅིག་ཡེ་ཤུ་ཆོས་ལུགས་ཡོད་རེད

གོ་སྐབས་བསྐྲུན་ཡ་ཟེར་ན་སྐད་དང་ཡི་གེ་གཅིག་ཁོར་ཡུག་ཏུ་བསྐྲུན་མ་ཡོད་སྐད་དང་ཡི་གེ་ལ་སློབ་སྦྱོང་ག་འདྲས་བྱེད་དགོས་དེ་ཐབས་ཤེས་འདྲ་བོ་ང་རང་གི་ཉམས་མྱོང་གི་སྒོ་ནས་འདྲ་ཟེར་གྱི་ན་པོ་གི་ཆུང་ཆུང་ཡིན་དུས་ད་ན་ད་ག་ཚད་ཡིན་ན་སྐད་ཆ་མང་པོ་དེ་བཤད་ཐུབ་དགོས་འདུག་དེ་ག་རེ་ཟེར་ན་པོ་གི་ཆུང་ཆུང་ཡིན་དུས་ད་ན་ཁོང་ཚོ་སློབ་གྲྭ་ལ་ག་ཚད་ཅིག་སོང་ན་ཡང་སློབ་གྲྭ་གི་ཅིག་རང་སྦྱོང་ཟེར་གྱི་འདྲ་དེ་འདྲ་གང་ཡང་མི་འདུག་སློབ་གྲྭ་ནང་འགྲོ་རེ་ཚུལ་སླེབས་དུས་ད་ན་ཁོང་ཚོ་ཁོམ་བསྡད་འདུག་བ་ལས་ཀ་མང་པོ་མི་འདུག་དེའི་སྐབས་ལ་ཕ་མ་གི་ཡིན་གཅིག་མི་གཉིས་གི་དུས་ཚོད་མང་པོ་ཞིག་གཏང་ཨ་ཐུབ་ལྟ་དགོས་འདུག་པོ་གི་དང་མཉམ་དུ། ཕྱི་ལོགས་ལ་ཁྲིད་དགོས་ཡོད་ན་ནང་ནས་བསྡད་ན་རྩེད་མོ་རྩེད་དགོས་ཡོད་ན་ད་སྐད་ཆ་མང་པོ་ཅིག་བཤད་ད་ནི་ཁྱད་པར་དུ་ཚིག་ག་རེ་ག་རེ་བེད་སྤྱོད་བྱེད་དགོས་ད་ཚོ་ཡང་ནས་ཡང་དུ་དེའི་སྐོར་ལ་ཅིག་ཐད་ཀར་དུ་ཁྱོད་སློབ་སྦྱོང་བྱེད་དགོས་རེད་ཟེར་ཨ་ཚིག་མ་བརྒྱུད་ནས་ཅིག་དེ་ལ་ཐབས་ཤེས་གི་སྒོ་ནས་ད་ནི་ཡང་ནས་ཡང་དུ་ཚིག་དེ་བསྐྱར་ཟློས་མང་པོ་བྱེད་ཅིག་རྩེད་མོ་མང་པོ་ཞིག་གི་སྒང་ནས་དེ་འདྲའི་ཞིག་བོད་སྐད་ཆུང་ཆུང་ཡིན་དུས་ན་ངན་པ་སྤྲད་དགོས་ས་ངན་པ་སྤྲད་ད་ནི་ཅིག་དྲི་བ་དྲི་དགོས་ས་ཕ་དེ་ཡང་ཁྱད་པར་དུ་བོད་ཀྱི་དེ་མཚམས་སམ་ལ་དྲི་བ་མང་པོ་དྲི་གི་འདུག་ཚུལ་ལ་དེའི་སྐབས་ལ་ཕ་མ་འགའ་རིག་ཅིག་ཨོ་ད་ང་དུས་ཚོད་མི་འདུག་ད་རྗེས་མ་ཟིག་འདྲ་བོ་དེ་འདྲ་བོ་རྩ་ནས་བཞག་སྙམ་གྱི་མི་འདུག་བོད་ཀྱི་དྲི་བ་ག་ཚད་དྲིས་ན་དེ་དང་ལེན་བྱེད་ཡག་དེ་དཔེ་མི་སྲིད་གར་ཆེན་པོ་རེད་ཡང་མཚམས་སམ་ལ་བོད་ཀྱི་ཟེར་རྒྱུ་དེ་དྲི་བ་དཔེ་མི་སྲིད་ཅིག་གཏིང་ཟབ་བོ་ཟེར་དགོས་ནས་དང་ཁྱད་མཚར་བོ་ཟེར་དགོས་ནས་དང་ཕ་མ་འགའ་རིག་ལན་རྒྱག་མི་ཤེས་པ་དེ་འདྲ་ཡང་མང་པོ་དྲི་གི་འདུག་འོ་ད་འདྲ་དེ་ཡོང་ན་ཡང་དེ་འདྲ་འོ་ད་དེ་ངས་ཤེས་མ་དེ་ད་ཁྱོད་དཔེ་བྲོ་བ་དཔེ་ཡག་པོ་རེད་ཟེར་ཁྱོད་རང་གི་མི་འདི་དང་འདི་ལྟ་བུ་ལ་དྲིས་ཟེར་ཡང་སྐད་ཆ་གཞན་པ་འདུག་ཅིག་དེ་འདྲ་བོ་སྐོར་ཤེས་མཁན་དེ་ལ་མི་ངོ་སྤྲད་བྱས་ནས་ཨ་ཁྱོད་རང་བྲོ་བ་དེ་ཁོ་ལ་དྲིས་འདི་ལྟ་ཁོས་ལན་རྒྱག་གི་རེད་ང་ཨ་ཕ་ཨ་མ་གི་ད་ངས་ཤེས་མ་སོང་ཟེར་དཔེ་མི་སྲིད་གི་ངས་བལྟས་ན་དེ་སོ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གི་འདུག་ད་བོད་ཆུང་ཆུང་ལ་ལུག་ཅིག་སློབ་སྦྱོང་བྱེད་དང་དེ་ནས་ཅིག་འབྲོང་བཤད་ཡ་འདྲ་བོ་དང་ད་བཤད་རྒྱུ་མི་དེ་འདྲ་བོ་ཅིག་དེ་ནས་བུག་ཡ་དེ་ཚེ་ཆེན་པོ་རེད་འོང་སྐབས་ན། ད་ནི་སོ་སོ་གི་རིག་གཞུང་ད་ལྟ་ནང་ཆོས་ཡིན་ན་ཆོག་གོ། ད་ནི་ང་ཚོ་བོད་པ་གི་རིག་གཞུང་གི་ནང་ན་ཅིག་རིག་གཞུང་ནང་ན་ཚུར་ལན་ཤ་གླང་ཤ་མང་པོ་ཞིག་ཡོད་རེད་ཡག་པོ་ཞིག་མང་པོ་ཞིག་ཡོད་རེད། ད་ནི་ཡང་ཅིག་དམིགས་བསལ་གི་ཡག་པོ་མ་ཡིན་ན་ཡང། ཅིག་ཕ་ད་དེ་ད་འོ་ད་ལྟའི་རིག་གཞུང་དེ་ཡག་པོ་མི་འདུག་བསམ་གྱི་དེ་འདྲ་ནམ་རྒྱུན་གྱི་ད་ནམ་རྒྱུན་གྱི་རིག་གཞུང་ཟེར་དགོས་ན་ད་དེ་འདྲ་བོ་ཡིན་ན་ཅིག་བཏང་སྙོམས་གི་རིག་གཞུང་ཟེར་དགོས་ན་དེ་འདྲ་བོ་ནང་ན་ཡང་གཞན་པའི་རིག་གཞུང་དང་མ་འདྲ་བ་མང་པོ་ཞིག་འདུག་ག་ང་ཚོ་སྤོབས་པ་རིག་གཞུང་དང་གཞན་གྱི་རིག་གཞུང་ནུབ་ཕྱོགས་ཀྱི་རིག་གཞུང་དང་ཁྱད་པར་དུ་ཞིག་མ་འདྲ་བ། དཔེར་ན་ཞིང་ཆང་ས་ལ་རྒྱག་སྟངས་འདྲ་ཟིག་ཡིན་ན་གོ། རྩེད་མོ་ཟིག་རྩེད་ལེ་འདྲ་བོ་ཡིན་ན་ཡང་དེ་མ་འདྲ་བ་མང་པོ་ཞིག་ཡོད་དེ་དང་ཨ་ང་ཚོ་བོད་ནི་འདི་འདྲ་བོ་རྩེད་ལེ་རེད་ག་འདྲ་བོ་རྩེད་ལེ་རེད་འདི་འདྲས་བཟོ་ན་དང་རྒྱལ་ཁ་ཐོབ་ན་འདི་འདྲ་བོ་རེད་བསམ་ཚུལ་འདི་འདྲ་བོ་ཡོད་རེད་མིའི་བསམ་ཚུལ་འདི་འདྲ་རེད་ཁྱི་རྒན་པ་གི་བསམ་ཚུལ་འདི་རེད་གཞོན་པ་གི་བསམ་ཚུལ་འདི་རེད་ད་ནི་ཆེ་ཆུང་གཉིས་ཀྱི་བར་གྱི་བསམ་ཚུལ་དེ་ཡང་འདི་འདྲ་ཞིག་ཡིན་ལེ་རེད་ཆེ་ཆུང་གཉིས་ཀྱི་བར་གྱི་འབྲེལ་བ་ཡང་འདི་འདྲ་ཟིག་ཡོད་རེད་མཐུན་སྒྲིལ་ཡང་འདི་འདྲ་ཟིག་ཡོད་རེད་ད་འདི་ཡག་ས་ནས་བཤད་ན་འདི་འདྲ་འདི་འདྲ་དེ་འདྲ་འདྲ་བོ་དེ་རྟག་པར་ཅིག་གོ། གོ་བརྡ་སྤྲད་ཡ་དེ་དཔེ་མི་སྲིད་ཀི་སྐལ་ཆེན་པོ། ནི་པུའུ་ཁ་ཤས་ཀི་ཁོ་ཚོ་ཕ་མ་ཡང་བོད་པ་རེད་ཁོ་ཚོ་ཡང་བོད་པ་རེད་ཁོ་ཚོ་གི་སྐད་དེ་ཤེས་ཡི་མི་འདུག་ཏི་ཏིས་ངོ་ཚ་མོ་འདུག་ནི་ང་ང་ཚིག་ཚང་མ་ད་ཤེས་ཡི་མ་རེད་ད་ང་ཉི་མ་རྟག་པ་ཡར་རྗེ་དང་ཉི་དྲོ་ཡི་འདུག་ནི་ཉི་མ་རྟག་པ་ཚིག་གསར་པ་སྦྱང་གི་ཡོད་ཕན་ཐོག་ག་རེ་འདུག་ལབ་ན་ང། དེབ་ཀློག་ན་ཡག་པོ་གོ་ཚུལ་ཡག་པོ་གོ་ཚུལ་འདུག་ནི་ཡི་གེ་འབྲི་འཐུས་འདུག་གོང་ས་མཆོག་གི་གསུང་བཅད་གོ་ཚུལ་འདུག་ང་ཆུང་ང་སྔོན་མ་ཆུང་ཆུང་ཡིན་དུས་སྐབས་ལ་བོད་སྐད་ཡག་པོ་ཤེས་ཡི་མ་རག་ང་བོད་པ་སློབ་གྲྭ་བྲོས་བྲོ་ཉེས་འཕྲོ་མ་སོང་ངའི་ཨ་ཕ་གིས་ཨུ་ཚུགས་བྱས་ནས་ང་བོད་པ་སློབ་གྲྭ་བཏང་རེད་ད་ལྟ་བར་དུ་ང་མང་པོ་སྦྱངས་ཡིན་ཡར་རྒྱས་སྤེལ་བཏང་སོང་ནི། ད་ང་བོད་སྐད་ཡག་པོ་བཤད་ཡིན། ཡག་པོ་བཤད་ཡོད། ང་སྔོན་མ་ཆུང་ཆུང་ཡིན་དུས་སྐག་ཉལ་ཨ་ཕ་གིས་ང་མ་ཉལ་བའི་སྔོན་ལ་སྒྲུང་མང་པོ་ཀློག་གི་རེད། སྒྲུང་ཐུང་ཐུང་མང་པོ་ཀློག་གི་རེད། ཨ་ཐེངས་ང་ཉལ་ཡལ་ལ་དཔེ་དགའ་སོང། སྤྱིའུ་བྱུང་སོང། ཨ་ནི། ད་ལྟ། དེ། ཕ་མ་དེ་ཚོས་སྤུ་གུ་ལ། སྒྲུང་ཀློག་དགོས་ས་རེད། དེ། ཕན་ཐོགས་ས་རེད། ནི། དེ་ཕ་མ་གི་པུ་བུ་མཉམ་དུ་སྐད་ཆ་བཤད་ཡ། སྐད་ཆ་མང་པོ་བཤད་ཡ་དེ་གལ་ཆེན་པོ་རེད། གལ་སྐད་ཆ་མ་བཤད་ན་པུ་བུ་དེ་ཚོ་ཡར་རྒྱས་གཏང་གི་མ་རེད་ནི་བོད་རྗེས་མ་བོད་སྐད་ཡག་པོ་བཤད་ཐུབ་ཡི་མ་རེད་ཁོང་ཚོ་ཚིག་གིས་འདང་གི་མ་རེད། བཀའ་སློབ་སྤྲ་ལ་དེབ་ནང་རྒྱ་གར་གྱི་སྐོར་ལ་སྦྱངས་བསྡད་ཡོད་ར། གཉིས། དེ་ལོ་སྔོན་མ་ང་ཚོ་རྒྱ་གར་འགྲོ་དུས་སྐབས་དེའི་དགོན་པ་དང་ཁང་པ་ཚང་མ་མཐོང་ཡོད་ར། ཚོར་བ་བེད་སྤྱོད་བྱུང་སོང། གཉིས། རྒྱ་གར་ལ་བོད་པ་མང་པོ་འདུག་ཨ། དེ་བོད་སྐད་བཤད་ཡག་གི་གོ་སྐབས་དཔེ་མང་པོ་རག་སོང། གཉིས་ངས་ཡར་རྗེས་ཡང་བཏང་ཡིན། དེ་བོད་པ་སློབ་གྲྭ་འགྲོ་མེད་ན་ནི་དེ་འདྲའི་དགྲ་བོ་མཆོངས་བྱེད་ཐུ་ཡིན་མ་རེད། ད་ཡིན་ན་ཡང་བོད་ཀྱི་དེ་ཁམས་དང་དབུང་པོ་ལ་བརྟེན་རྒྱུ་དེ་གལ་ཆེན་པོ་རེད་བསམ་གྱི་ཡོད་ད་ལྟ་ང་རང་གི་ཉམས་མྱོང་ཅིག་ཡིན། བོད་ཀྱི་དེ་ཅིག་ཁམས་མ་ཐོན་སྐབས་ཟིག་ལ་ཨུ་ཚུགས་བརྒྱབ་ནས་ཁྱོད་འདི་ཤེས་དགོས་རེད་ག་ཤེས་དགོས་རེད་ཟེར་འགྲེལ་བཤད་བརྒྱབ་ན་དུས་རེ་འགྲོ་གི་འདུག་སང་ཉིན་ནང་ཉིན་ནས་ཕལ་ཆེར་དེའི་སྐོར་ལ་ཕལ་ཆེར་ཉན་རྒྱུའི་འདོད་པ་མེད་པ་རེ་འགྲོ་གི་འདུག་བསམ་གི་འདུག་ཁོ་རང་ལ་ཅིག་སྤྲོ་བ་ཡོད་པའི་སྐབས་འདྲ་ཟིག་ཡིན་ན་དེ་ནས་དེ་ཚེ་དེ་འདྲ་བོ་དགོས་ཞེས་ད་ཅིག་དེ་དཔའ་དེ་ལ་བརྟེན་ནས་དྲི་བ་མང་པོ་ཞིག་ཡོང་གི་འདུག་དེའི་སྐབས་ལ་དྲི་བ་དེ་ཚོ་ལ་ད་ལན་ཏག་ཏག་ཏག་ཏག་ཟུར་བརྒྱབ

པོས་མི་སྲིད་ཀྱི་འབད་པ་བྱེད་དགོས་ཆེད་ཆེན་པོ་བྱེད་ཀྱི་འདུག་ད་གཟོད་ཝུན་ནི་ཅན་གྱི་ཧ་ལས་པ་གི་དགའ་བཞི་སུ་ཡི་རང་བ་ཡོད་དེ་ལ་བརྟེན་ནས་དེ་ང་རང་གི་བསམ་བློ་ཡང་དེ་ཨ་ཡིས་འདི་ཚོ་གི་འདི་འདྲ་ལས་ཀ་ཞིག་ལས་ཡོད་ན་ངས་ཡང་འདིའི་བར་ལ་དེ་ཟེར་ཅིག་རོགས་པ་བྱས་ན་རོགས་པ་བྱེད་དགོས་ཀྱི་རེད་དྲ་བའུ་པ་ཞིག་རེད་བསམ་གྱི་རྟག་པར་སེམས་ཀྱི་ནང་ལ་དེ་འདྲ་བོ་འཁོར་གྱི་འདུག་དེ་པོས་མི་སྲིད་ཀྱི་ད་དེ་རིང་འདིའི་དྲ་ལམ་འདི་བརྒྱུད་ནས་ད་འདི་ན་ས་གནས་འདི་ན་ཡིན་ནམ་མིན་ན་ང་ཚོ་བོད་མི་རིགས་ཀྱི་སྐད་དང་ཡི་གེའི་རིག་གཞུང་གི་ཆེད་དུ་འབད་རྩོལ་བྱེད་མཁན། དུས་ཚོད་བཏང་མཁན་དཀའ་ལས་རྒྱག་མཁན་ཚང་མ་ལ་བཀྲ་ཤིས་བདེ་ལེགས་དང་ཐུགས་རྗེ་ཆེ་ཞུ་གི་ཡིན།